གང་ཟག་ཁ་ཤས་ཀྱིས། དམིགས་སུ་བཀར་ནས་བཟོས་པ་ཡིན་ནི་རེད་ང་ཚོ་ནང་ལོག་ལ་དོན་མེད་ཀྱི་བསླངས་པ་ཡིན་ནི་རེད་རྒྱབ་ལོག་ལ་རྒྱ་མིས་བྱེད་ཀྱི་ཡོད་ནི་རེད་ད་ལྟའི་བཀའ་ཟུར་བར་གཡོག་འདྲ་ཆེ་ཆོས་འདི། ཆོལ་ཁའི་གྱི་གནས་ཚུལ་ཆགས་དེའི་བར། ང་ཆོལ་ཁ་དེ་ནས་ཡིན་ཕ་ཆོག་ཆོལ་ཁ་དེ་ནས་རེད་ཟེར་བྱས་དེའི་གྱི་དོན་མེད་ཀྱི་དོགས་པ། ང་སྤྲོ་བོ་ཆེ་ཡིན་པ་ཡིན་ན། དབུས་གཙང་གྱི་བུད་མེད་ཆགས་དེའི་བར། སྤོ་བ་ཆེན་པོ་ཡོད། ལྷོ་ཁ་ཡིན་པ། སྤོ་བ་ཆེན་པོ་བྱེད་ངེས་ཅི་ཡིན། ང་ལྷ་སྐྱིད་ཀྱི་ཁྱིམ་ཚང་གཉིས་པ་སྤོ་བ་ཆེན་པོ་བྱེད་ངེས་ཅི་ཡིན། འདི་ན་ཤི། བུད་མེད་བྱིན་པ་སྤོ་བ་ཆེན་པོ་བྱེད་ངེས་བྱིན། འདི་ཡོལ་བའི་སྐབས་སུ། ལམ་སྲང་ཕ་ཅོག་ནས། མདོ་མེད་ནི་ཡིན་དེ་ངེས་མདོ་སྟོད་ནི་ཡིན་དེ་ངེས་ལས་དོགས་པ་བྱེད་ཅེས་བལྟ་ཡ་དེ་སུས་སུས་ཀྱིས་ནི་ཡོང་ཐུབ་ས་མ་རེད། ཡོང་ཐག་འགྲིག་གི་མ་རེད་བྱེད་ས་དེ་འདྲས་དུས་ང་རང་ཚོས་དེ་ལ་ཡང་དགོངས་པ་བཞེས་པའི་ཐོག་ནས། ང་ཚོའི་གི་གཅིག་སྒྲིལ་གྱི་ལྟོ་ཡའི་འབོད་ཚུལ་བྱེད་ངེས་དེ་ལ་ཡང་གཟབ་གཟབ་གནང་དགོས་པ་གལ་ཆེན་པོ་ཞིའུ་རེད་ཤག་སེ་བྱས་ད་རིང་ང་དེ་ངེས་ཚང་ཞུ་ཡས་བྱས་ཙང་དེ་ཚོ་ཡང་དེའི་ཐོག་ལ་ཡང་གཙོ་བོ་དེ་ང་རང་ཚོ་མགོ་ཁྲིད་ཕན་ཡས་སུ་ཡིན་པའི་ནས་རེད། འགོ་ཁྲིད་དེ་གངས་སྐྱིད་ལ་ཕེབས་ཏེ་ངེད་ཀྱིས་ང་རང་ཚོ་བཀའ་ཤག་དང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་མི་གཅིག་པུར་ཞུགས་ཀྱི་མེད། ས་གནས་ས་ཐོག་ལ་ཐུགས་འགན་བཞེས་མཁན་མང་པོ་ཡོད། ས་གནས་རེ་རེ་བའི་ས་གནས་འགོ་འཛིན་གྱི་དབུས་པས་ང་རང་ཚོ་རྒྱབ་སྐྱོར་དང་སྤྱི་མི་རྣམ་པ་ཡོད་རེ་ས་གནས་མཐུན་ཚོགས་ཀྱི་ཐུགས་འགན་བཞེས་མཁན་ཡོད་རེ་ཕྱི་རྒྱལ་ལས་བོད་རིགས་མཐུན་ཚོགས་ཁག་གི་ཐུགས་འགན་བཞེས་མཁན་མང་པོ་ཞོལ་དེ་ཚོ་ཚང་མས་ཀྱི་ཚོགས་པ་ཁག་གི་སྐྱིད་སྡུག་ཁག་གི་འགན་འཁྱེར་མཁན་ཡོད་ལྷག་པར་དུ་ཆོས་རྒྱལ་གྱི་མིང་འདོགས་ལ་འགན་འཁྱེར་མཁན་མང་པོ་ཡོད། ཁོ་རང་ཚོ་ཚང་མས་ཀྱི་ཐུགས་འགན་བཞེས་དགོས་པ་ཞིག་དང་དོ་སྣང་བྱེད་དགོས་པ་ག་རེ་ཞུ་བས་ན་ཆོ་ག་གི་མིང་འདོགས་ལ་ཚོགས་པ་བཙུགས་བཞག་འོས་ནས་འདི་ཡི་ཕྱག་ལེན་དངོས་གནས་འདི་མི་དམངས་ཀྱི་བདེ་སྡུག་ལྟ་ངེས་རེད་མ་གཏོགས་ཆོ་ག་གི་མིང་འདོགས་ལ་ཞེན་ཁོག་བྱེད་ཀྱང་ཀྲུག་ཡ་དེ་མར་ལྟ་ཞུ་ཡ་ཤོར་བ་འདི་རྒན་གྱི་ངས་ཚང་མས་དགོངས་པ་བཞེས་དགོས་བ་གཅིག་དང་འདི་ཡི་ཁྱབ་ཁོངས་ལ་ཚུད་དེ་ངས་གང་ཟག་སོགས་ཀྱིས་དེ་ལ་ཡང་དགོངས་པ་རྒྱ་ཆེན་པོ་ཅིག་བཞེས་དགོས་བ་ཅིག་དཔེ་གལ་ཆེན་པོ་འདུག་ཅེས་རེད་ངས་འདི་གཉེར་ས་ཞུ་ཡ་ཡི་བྱེད་ས་དེ་འདྲ་ཡོད་དུས་དེ་ལ་ཡང་དགོངས་པ་བཞེས་བའི་ཐོག་ནས་ང་རང་ཚོ་གང་ཐུག་ཐུག་ཅིག་ནང་ལོག་ལ་འགྲིག་གི་མི་འདུག་ན་དྲུག་དུར་བྱེད། གྲོས་གླེང་བྱེད། གནས་ཚང་ག་རེ་ཆགས་བཞག་རྒྱུ་མཚན་ག་རེ་རྐྱེན་པས་ང་ཚོ་དཀའ་ངལ་སྤྲད་འོག་རེད་དེ་གྲོས་བསྡུར་བྱེད་ཡ་ལ་དུས་ཚོད་གཏང་དགོས་ཡ། འདིའི་ང་རང་ཚོ་མཉམ་པོར་ཁྲིད་ཡས་ལ། ཆོལ་ཁ་གསུམ་གྱི་ཚོགས་པ་དེ་ཚོ་གི་འགན་འཁྱེར་ངས་དཀའ་ལས་དེ་ལ་རྒྱག་འོ་དོ། ཆོལ་ཁ་ནང་ལོག་ལ་དཀའ་ངལ་སྤྲད་ཀྱི་འདུག་ན། དབུས་གཙང་དང་མདོ་སྟོད་ནང་ལོག་དཀའ་ངལ་འདུག་ཟ་གི་འདུག་ན་དབུས་གཙང་ཚོགས་པའི་འགན་འཁྱེར་ངས་སུ་རེད། མདོ་སྟོད་རྒན་ཁྱེད་ངས་སུ་རེད་འཛོམས་བཅས་དྲུག་དུག་སྣང་ད། གནས་ཚུལ་འདི་དང་འབྲེལ་བའི་ནང་དཀའ་ངལ་སེལ་ཐབས་ཡོག་རེད་ཡོག་མ་རེད་པས། དེ་ཚོ་སྲིད་དབང་གལ་ཆེན་པོ་རེད་མ་གཏོགས་ཨ་རྒྱབ་ལོགས་ལ་མེ་ཚ་སྤགས་བྱས་དེ་བསྡད་པ་ཡིན་ན་ང་ཚོ་རྩ་བ་ཉིད་ནས་ཡོང་ཡ་ཡོག་མ་རེད་བྱས་ཙང་དེ་ལ་ཡ་དགོངས་པ་བཞེས་དགོས་གལ་ཆེན་པོ་ཞུ་འདུག་ཞེས་རྒྱ་ཡིག་སོ་སོའི་ངོས་ནས་འདི་ཞུ་འདོད་བྱུང་སོང། ཨ་ནི་གཙོ་བོ་དེ་ང་རང་ཚོ་གངས་རྒན་ཁྱེད་ངས་ཀྱི་ལག་པ་ལ་ཡོག་རེད་འདི་མཉམ་པོ་མི་མང་ལ་ཡ་གལ་ཆེ་ཤོས་ཆགས་བསྡད་གོ་རེད། སུད་སུད་ཀྱི་གྲུབ་མཚན་ལྟ་ཡ། སུད་སུད་ཀྱི་རྣམ་དཔྱོད་བོད་ཆོས་ལྟ་ཡ། ཨ་དེ་འདྲ་ཞིག་སྒང་ལ་སུས་སྐད་ཆ་ག་རེ་བཤད་ཀྱི་འདུག་དེ་ཚང་མ་མི་རྒྱུགས་ལྟ་ཡ་མ་རེད། མིག་བཙུམ་རྗེས་ཤར་བསྐྱོད་བྱེད་ཡ་མ་རེད། འདི་ལ་གནད་འགག་ག་རེ་འདུག་དེ་གཟིགས་དགོས་གལ་ཆེན་པོ་འདུག་ཞེས་བྱས་ང་འདི་རིགས་ཞུ་འདོད་བྱུང་སོང། རི་གཙང་མི་མང་གི་ཁོང་འདྲ་བོ་པུ་མུ་རི་ཨོ་དང་པོ་བརྩི་མཁན་གྱི་སྤྱི་ཐིག་ཡག་པོ་ཞུ་ཅེས་གདམས་འདུག་དེ་འདྲ་ཡིན་པ་སོང་ཙང་ཁོང་འདྲ་བོ་སྤྱི་ཐིག་ག་དྲིན་ཅན་དེ་འདྲ་མང་པོ་སྒུག་ཡོད་རེད་ཆོལ་ཁ་ག་ཞུ་རིན་མེད་མཁན་གྱི་སྤྱི

ཆོ་ག་སོ་སོའི་ངོ་བོ་ཐུབ་ནས་གི་གི་རྩ་མེད་འགྲོ་བ་ཡིན་པ་དེ་བརྒྱ་ཆ་བརྒྱ་ག་རེ་བྱ། བོད་མིའི་སྒྲིག་འཛུགས་ཀྱི་ཆོ་ག་སོ་སོའི་ངོ་བོ་ཐུབ་ནས་གི་གི་ཞོ་རུས་ཅི་ནས་གི་གི་རྩ་མེད་འགྲོ་ཡག་གི་མགོ་བཙུགས་ས་བྱ་དེ་འདྲ་ཡིན་པ་ཚོང་ཚོང་ང་འདྲ་བོ་ཡིན་པ་ཡིན་ནའོ་སྤྱི་ཐིག་ལ་ལོངས་པ་ཡིན་ལྷ་རྒྱལ་རྣམ་རྒྱལ་གྲོགས་ཀྱི་དུས་ཚོད་ལ་རོགས་པ་བྱེད་ཆེད་དུ་ལོངས་པ་ཡིན། ང་འདྲ་བོ་དེ་ཚོས་བདམས་དང་མི་བདམས་དེ་བོད་རིགས་མི་མང་དང་དེ་ནས་ཡོ་རོབ་ཀྱི་བོད་རིགས་མི་མང་དེ་ཚོ་ལ་རག་ལས་ཡོད་རེད་དེ་མ་ཡིན་པར་ཆོ་ག་གི་ཞོ་རུས་ཅི་མཁས་ཅོག་ཅོག་བདམས་པ་ཡིན་པ་ཡིན་ན